རང་ག་དྲིན་ཆེན་རྩ་བའི་བླ་མ་སྦྱིན་ནས་དབུ་ཁ་དར་དུར་བུན་བྱ། བླ་མ་ཆོས་ཚོགས་དབྱི་བོ་དབུ་ཟླ་བོ་སྦྱིན་ནས་ཁ་དར་དུར་བུན་བྱ། གཉེན་རྡོར། བི་ནི་བུ། རྟེན་འབྲེལ་ག་ཁ་དར་དུར་བཏགས་པས་བྱ། བི་རྡོར། ནི། ཅོ་ནི་བུ། ནི་འོ་ན་བུ་ག་འབྲོམ་གླང་མ་གམ། ནི་འོ་ན་ག་ཁ་དར་དུར་བཏགས་པས་ག་བྱས་ལ།

ལ་སོགས་ནི་ཇི་ཐི་ནོ་མོ་ད་ག་ཁ་དར་ཀོར་ག་བཞུ་ལེ་ག་གནས་དེ་ནང་གི་ལ་ཡ་བདག་ནི་ལ་ཨའི་དེ་ནང་པ་ཆོས་ག་དད་པ་ཆོན་ག་སོང་བ་པུ་ར་གི་བླ་ཨང་དོར་རྗེ་ནི་བུ་ཁ་དང་ཁ་དར་ཕུལ་བྱ་ལ། རང་ག་རྩ་བའི་བླ་མ་དོར་རྗེ་ནི་བུ་ཁ་དར་ཕུལ་བྱ་ལ། གཉེན་དོར་ཕི་ནི་བུ་ཁ་དར་དོར་བཏགས་བྱ་ལ། ག་རི་སྲིང་མོ་དོར་སྔོ་ནི་བུ་ཁ་དར་དོར་བཏགས་བྱ་ལ། ཕའི་སྲིང་མོ་དོར་ཅོ་ནི་བུ་ཁ་དར་དོར་བཏགས་བྱ་ལ།

རྒྱུ་མཚན་གཉིས་པ། རྒྱུ་མཚན་གསུམ་པ་གམ་ཞོ་ཁ་དར་སྐྱེས་བུ་སྣ་མའི་ཁ་དར་སྐྱེས་བུ་རོང་ནང་ནི་རྩིག་རྨང་ཆ་སྤེལ་ལ་རོང་ནང་ཆ་མེད་པ་རོང་ནང་ཟས་སྤྲད་མེད་འུ་ཐུག་ཁ་དར་སྣ་མའི་བསམ་པའི་རིང་མོ་རོང་ནང་ནི་རྩིག་རྨང་ཆ་སྤེལ། འུ་ནུ་བསམ་སྐྱེས་བུ་ཆུ་ངེས་པར་དུ་ཨ་ཡི་སྟེང་ཁ་དར་ཁ་ནང་ཁ་འུ་ཐུག་བསམ་སྐྱེས་བུ་ཁའི་ཆུ་ཆུ་ངེས་པར་དུ་ཚངས་པའི་ཁེ་ལས་ཞུ་ལེ་ལ་འུ་ཐུག་སྐྱེས་བུ་ངེས་པར་དུ་ཚངས་པའི་ཁེ་ལས།

ཨ་ཐ་ཀ་ཟུར་སྐྱེས་བུ་ཟུར་ཨུ་ཏུ་ཨུ་ཏུ་ད་བུ་ཟུར་ཐུར་མང་གཡག་ཨོམ་ཆང་ཨུ་ཏུ་པུ་སྐད་ཨ་ཐ་ཀའི་ཐུར། འུ་ཏུ་འུ་ཏུ་ནིག་ཚིག་གི་ཆུ་ཚོད་འདིན་ཧང་རྒན་ཅ་ཡ་གདང་ནལ། ཨུ་ཏུ་ཁ་དར་སྐྱེས་བུ་བླ་མ་དཀོན་ཅོག་ནན་ག་ཕི་འོ་ག་ཏན་གའི་ཕི་ས་ག་བུ་རང་ཨི་བུ་གི་ནི་དཀོན་ཅོག་སུམ་གི་ན་དྲ་ཨི་བུ་གི་ནི་བུ་ཨུ་ཏུ་སྐྱེས་བུ་ག་ད་ཨུ་ཏུ་ཁ་དར་སྐྱེས་བུ་བཀྲ་ཤིས་རྟ་རྒྱལ་ཆོ་ག་ཁ་དར་ཕི་པི་ག་རྒྱུ་མཚན་ཞོ་བདེ་མདའ་ཞོ་ཧང་གི་ལ་ཡ་གདང་ནལ། བླ་འཇིགས་ཀྱི་ཁ་དར་སྐྱེས་བུ་ག་ད་ཕི་བ་ག་ཕི་ནི་ནི་ག་ཨོམ་ཁ་དར་ཕི་ས་ག་ཡུལ

སྦྲེལ་བ་རུ་བ་ན་ནི་སྦྲེལ་བའམ་དབྱེ་བ་སྦྲེལ་བ་རུ་ཨུ་དུ་སྦྲེལ་བ་སྐྱེས་བུ་ཡུན་ཐུང་ཐུང་དུར་ཏི་དང་དུར་མང་གི་ཨུ་དུ་སྐྱེས་བུ་ཀལ་པ་ནི་ཀལ་པ་ག་བླ་མ་ནང་གམ་སྦྲེལ་བ་ག་ཅ་ན་ནི་སྦྲེལ་བ་རུ་བ་ན་ཡིག་པ་ག་ཨུ་དུ་སྐྱེས་བུ་མཚོན་ཏེ་འགྱུར་བ་ལ་ཞུ་ལས་ཨུ་དུ་སྐྱེས་བུ་ཁ་དར་རིང་མོ་ཕི་ལེ་ག་དེ་འདའ་ཞོ་ཨུ་དུ་འགྱུར་བ་ལ་ཞུ་ལས་ལ།

སྒོའི་མཆོད་པ་ག་དུར་རིན་དེ་ལས་བགྱི་བ་ལ། ཨ་ནི་ཞུ་ལས། ནུ་ནི་བགྱི་བ། ཨོ་མ་ངུ་ན་ནང་གི་ཁ་དར་གྱི་བུ་དྷི་ནུ་ངམ་བྱང་ཏི་ཨ་ན་ཡ་གདང་ནི་ལ། ཁ་དར་གྱི་བུ་ཞུ། ཁ་དར་དཀར་སེར་དམར་ལྗང་ལ་སོགས་པ་ཁ་དར་མང་པོ་དུར་ག་བྷི་ན་ལ། སྤྱིར་བཏང་བགྱི་གི་གཞུ་ནི་ལ། དཔེ་ཆ་ནང་ག་ཏི་ད་རེ་གི་བགྱི་གི་རྗེས་པ་ག་སྒོ་ནི་ལ། དཔེ་ཆ་ནང་ག་ཁ་དར་གྱི་བུ། དབྱི་བ་ག་བྷི་ནི་བུ་ཁ་དར་གྱི་བུ། བ་ལིང་མེ་ངའི་ལག་པ། མཆོག་ཏུ་གྱུར་པ་ཁ་དར་ཨི་བུ་ར་མ་འཇ་ན་གསུང་མ་ལ་ལ། བླ་མ་ག་བྷི་ནི་བུ་གྷ་དར་བྷ་ལིང་མིན། ཏིང་ངེ་རྟེན་འབྲེལ་ག་དང་ཧང་ག་བྷི་ནི་བུ་གྷ་དར་བྷ་ལིང་མིན་བྷི་ནི་ཆུ་འོ་དེ་ལག་པ་གླེགས་བུ་དབྱི་བུ་རང་མ་འཇ་ན་ནི་འུ་དུ་ད་བུ་སྲུང་མ་ལགས་ཞུ་ལེ་ལ། ཧོམ་ཐི་ནོ་ངམ་ཅི་གྷ་དར་བྷི་ལ་བུ་དཀར་སེར་དམར་ལྗང་ཨེ་བྷི་ན་མི་འུ་དུ་དཀར་སེར་དམར་ལྗང་ཁེ་བུ་ཞུ་ཨའི་དེ་མཆོ་ག་ག་བྷ་གཞི་རྗེ་དབང་དྲ་ག་ག་བྷ་ནི་འུ་དུ་ག་ནི་འུ་དུ་ག་བྷ་ཞུ་ནི་ཨའི་དེ་དཀར་སེར་དམར་ལྗང་ཁེ་བུ་བྷི་བྷི་ཁེ་བྷ་མ་ཏོ་ནི་ཨའི་ཏེ་མི་སེར་ག་དང། ཨོམ་ཨའི་ཏེ་ག་ཐི་ནོ་ངམ་ཅི། ནི་ཨོ་ད་ཏན་ཏིལ་ག་ཚོན་ཅི་དང། འོ་དུ་བ་ག་བྷི་ལ་ཤོ་ཁ་ད་བ་ལི་མི་རང་བྷི་ལི་ག་ཤོ། སྣ་མི་ས་མི་རྒྱལ་ཆི་ལུག་གི་ལ་ཨ་ནི་སྣ་མི་ས་མི་ཁ་ད་བ་ལི་མི་ཤོ། སྣ་མི་ས་མི་ནི་ཏན་ཏིལ་ག། ཏན་ཏིལ་ག་ཚོན་ཏན་གྱི་བུ་ཁ་ད་བ་ལི་མི་ཤོ། སྣ་མི་ས་མི་གླེགས་བུ་གི་ལ་ཨ་ནི་འོ་དུ་ད་བུ་སྲུང་མ་ལ་ཨན་ཞུ་ལེ་ལ་ཨོ་ནི། ནི་ཨོམ་ཨའི་ཏེ་ག་ཐི་ནོ་ངམ་ཁ་ད་སེར་བུ་ལ་མི་ལ། འོ་དུ་ད་བུ་ཁ་ད་སེར་བུ་དུ་ལ་འོ་དུ་ཁ་ད་སེར་བུ་གི་བུ་བུ་བུ

ནི་འོ་ན་སྔན་བྷི་ལ་བུ་ཁ་དར་སེར་བུ་བྷི་ལའི་གོ་འུ་དུ་ཙཱ་དང་པུ་ལེ་མ་ན་ལའང་ཨན་ཞུ་ལེ། འོ་ན་གེ་གོ་ག་ཏན་གེ་ཁ་དར་གེ་བུ་བྷ་ལི་མི་ཤོ་ཨོ་ག་བྷི་ནི་བུ་ཁ་དར་བྷ་ལི་མི་ཤོ་ན་ལེ་གི་ལ་ནི་འོ་ནུ་ད་བུ་སུ་མ་ལ་ཨན་ཞུ་ལེ་ལ། འོ་ནུ་གེ་བ་ཏན་གེ་ཁ་དར་གེ་བུ་འུ་དུ་ད་བུ་དན་ད་གེ་བུ་ཤོ་ངེས་པར་དུ་ཨའི་དན་སོང་བ་བ་གི་ཁན་མེ་ཁེ་ལེ་གོ་ལ་ཨན་ཞུ་ལེ་ལ་སོ། ཨོམ། ཁ་དར་སྐྱེས་བུ་ཕི་བའི་སྐབས་ཀ་ཕི་བའི་ཕི་ཐང་སྐྱེས་བུ་ཧང་ཏི་ཀི་ལ་ཡང་བདག་ནི་ལ་ཁ་དར་སྐྱེས་བུ་ཨའི་ཏིང་ཀི་ནི་རང་ག་རྩ་བའི་བླ་མ་དང་བླ་མ་དང་ནི་འོང་བ་ག་དང་སྐུ་རྟེན་དང་གསུང་རྟེན་པ་ག་ཁ་དར་ཕི་བ་ཤོ་ག་དང་ནི་ཙི་ཀི་འོ་ནི་ཨའི་གཙུག་ནི་ནི་ག་ག་ནི་བླ་མ་ག་ཁྲི་ག་དགུ་བ་ག་འོ་ནི་ཨའི་གདོང་དང་འོ་ནི་ཨ་ནི་ཕི་བའི་ཁེ་ལས་ཨ་ནི་ཞུ་ལས་ལ།

རང་གི་གཟིམས། རང་གི་བཀའ་ཐང་གི་ནི་ཁ་དར་གི་ཏི་གི་ནི་ག་ད་ང་བྷི་བྷི་ཁེ་ལེ། མེ་ན་རོ་ཀ་ཏྲེ་བལ་ཐུང་ག་བྷི་བྷི་ཁེ་ལེ་ཨན་ཞུ་ལེ་ལ། འུ་ད་ནམ་ཟ་མི་གེ་ཅི་ལུག་གི་ལ། ནི་འུ་ན་ལུག་གི་དེང་ད་ཁ་དར་རང་ག་ནང་མ་གམ། རང་གི་བུ་ཁ་དར་རང་གི་གཟིམས་མུ་གི་ནི་ཞུ། རོ་ཀ་ང་ག་ལིག་བྷི་ལི་ཁེ་ལེ་མ་ཏོ། རང་གི་ཡིན་དེ་ཅི་ལུག་དང་རང་དང་འདྲ་མཉམ་ཆོས་ནི་ལ་གི་ཏི་གི་ནི་བུ་ཁ་དར་གི་བུ་ག་ད་ང་རོ་ཀ་ག་ད་ང་བྷི་བྷི་ཁེ་ལེ་ཨན་ཞུ་ལེ། རོ་ཀ་ཆ་ག་བྷི་བྷི་ཁེ་ལེ་ཨན་ཞུ་ལེ་ལ། འུ་ད་བ་གེ་ཅི་ལུག་གི་བ་ལ་ཨན་ཞུ་ལེ། འུ་ན་ད་བུ་གུ་བ་དེང་གི